རྒྱ་གར་བྱང་ཕྱོགས་ཀྱི་གྲོང་གསེབ་ས་མར་དྷ་ལ་རུ་བུད་མེད་རྣམས་ལོ་ངོ་བཅུ་ཕྲག་མང་པོའི་རྗེས་ལ་གཞུང་གིས་ཁ་ལག་བཟོ་རྒྱུར་མཁོ་བའི་སོལ་རླངས་ཆེད་ལྕགས་བཟོ་བའི་སྐབས་ལ་ཁ་ལག་བཟོ་བདེ་བ་དང་གཙང་དུ་འགྲོ་སྐབས་ཞེ་དྲག་དགའ་ཚོར་སྐྱེས་ཡོད་པ་རེད། འོན་ཀྱང་དེང་སྐབས་སོལ་རླངས་སྤུ་རིས་དེ་བེད་སྤྱོད་མ་བཏང་པར་གཡུག་བཞག་ཡོད། གང་ཡིན་ཟེར་ན་མང་པོས་མེད་ཐབས་བེད་སྤྱོད་གཏོང་གི་ཡོད་པ་རེད།
ལག་ཚང་མ་གོང་ཆེན་པོ་ཆགས་འདུག་ང་རང་ནི་སྐྱོ་བོ་ཡིན། ཉིན་རེའི་གླ་ཕོགས་ལ་བརྟེན་ནས་བསྡད་མཁན་ཡིན་ཙང་ང་ཚོས་འབྲོག་གླ་བཞི་བཟོས་ཐུབ་ཙང་ཡིན། དངུལ་ཉུང་ཉུང་དེས་ཕྲུ་གུར་ཁ་ལག་ཉོ་དགོས་རེད་ཡང་ན་སོལ་རླངས་ཉོ་དགོས་རེད། སོལ་རླངས་སྤུ་རིལ་གཅིག་ལ་སྔ་ལོ་ནས་གོང་རིམ་པས་འཕར་ནས་དེང་སྐབས་འབྲོག་གླ་བཅུ་གསུམ་ཙམ་གནས་ཀྱི་ཡོད་ཙང་ནང་མི་མང་པོར་མཚོན་ན་ཟས་གོང་འཕར་བའི་སྒང་ལ་ཏོག་དབྱིབས་རྐྱེན་གྱིས་ཡོང་འབབ་ཉུང་དུ་ཕྱིན་པར་བརྟེན་ཉོ་མི་ཐུབ་པ་ཆགས་ཡོད། ངེད་ཅག་གཞུང་གི་གྲོང་གསེབ་པ་ཚོར་སོལ་རླངས་ཀྱི་རིན་པ་འབྲོག་ལ་གཉིས་དང་ཕྱེད་ཀ་ཉུང་དུ་བཏང་ཡོད་ཀྱང་ད་དུང་ཉོ་རྒྱུར་དཀའ་ངལ་འཕྲད་ཀྱི་ཡོད་པ་རེད།
ངས་སོལ་རླངས་བེད་སྤྱོད་བཏང་བའི་ཐབ་སྒང་ལ་ཚད་མ་དུ་བཟོ་ཡི་མེད་གཞན་དག་ཚང་མ་མལ་ཐབ་སྒང་ལ་བཟོ་ཡི་ཡོད། དེ་ནི་གཞུང་གི་གྲོང་གསེབ་ཀྱི་ནང་མི་ས་ཡ་བརྒྱད་ཅུ་ལྷག་ལ་སོལ་རླངས་ལ་བརྟེན་པའི་ཐབ་བཟོ་རྒྱུའི་དམིགས་ཡུལ་མཐོ་བའི་ལས་གཞི་ཞིག་ཡོད་པ་དེར་ཉམས་ཆག་སོང་པ་ཆགས་ཡོད་པ་རེད། ལས་གཞིའི་དམིགས་ཡུལ་ནི་དུ་བའི་དཀའ་ངལ་སེལ་རྒྱུ་ཡིན་ཞིང།
མེ་ཐབ་བེད་སྤྱོད་བཏང་ནས་ཁང་པའི་ནང་ལ་དུ་བ་ཆ་རྒྱུ་དེ་ནི་མི་ཞིག་གིས་ཐ་མག་མང་པོ་མུ་མཐུད་ནས་འཐེན་པ་དང་གཅིག་པ་ཆགས་ཀྱི་ཡོད། རྒྱ་གར་ནང་ཁང་པའི་ནང་ལོགས་ཀྱི་རླུང་བཙོག་པ་ཆགས་པའི་རྐྱེན་གྱིས་ལོ་ལྟར་མི་ས་ཡ་ཕྱེད་ཀ་ཙམ་འདས་གྲོངས་འགྲོ་ཡི་ཡོད་པ་ཚོད་དཔག་རོབ་རྩིས་ཤིག་བྱེད་ཀྱི་ཡོད་རེད།
བུད་མེད་རྣམས་འཕྲོད་བསྟེན་ལ་ཉེན་ཁ་ཡོད་པའི་གནས་སྟངས་འོག་སྡོད་ཀྱི་ཡོད་པ་རེད།
གང་ཞིག་བྲིས་ཡོད། ང་རང་བློ་རྒྱག་གི་འདུག་ད་དུང་དབུགས་འགག་པ་དང་དབུགས་གཏོང་ཡ་ལ་དཀའ་ངལ་འཕྲད་ཀྱི་འདུག་དེ་འདྲ་ཡིན་དུས་ངས་སོལ་རླངས་བེད་སྤྱོད་བཏང་པའི་ཐབས་སྒང་ལ་ཁ་ལག་བཟོ་ཐབས་བྱེད་ཀྱི་ཡོད།
མལ་ཐབས་བེད་སྤྱོད་གཏོང་དུས་ང་རང་བློ་ཡུན་རིང་པོ་རྒྱག་གི་འདུག་མིག་ཟུག་རྒྱ་བ་དང་དབུགས་མེད་པ་ཆགས་ཀྱི་འདུག། དཀའ་ངལ་འཕྲད་མཁན་གྱི་གྲས་སུ་མི་ཚང་སྐྱོ་བོ་ཙམ་དུ་མ་ཟད་དཔལ་འབྱོར་ཡག་པོ་ཡོད་པའི་མི་ཚང་ཚོས་ཀྱང་སོལ་རླངས་བེད་སྤྱོད་མང་པོ་གཏོང་གི་མེད་པ་རེད་འདུག།
ཟས་གོང་འཕར་བ་དང་སོལ་རླངས་ཀྱི་རིམ་པ་འཕར་དུས་དཀའ་ལས་ཆེན་པོ་འདུག་སོལ་རླངས་སྤུ་རིས་བསྐྱར་དུ་འགྱངས་དགོས་པའི་དུས་ཚོད་སླེབས་དུས་ང་རང་ལ་སེམས་ཁྲལ་ཞེ་དྲག་ཡོང་གི་འདུག། ཉིས་སྟོང་བཅུ་གཅིག་ནས་ཉིས་སྟོང་ཉི་ཤུ་བར་སོལ་རླངས་ལ་བརྟེན་ནས་ཁ་ལག་བཟོ་མཁན་ནང་ཚང་བརྒྱ་ཆ་སུམ་ཅུ་ནས་བདུན་ཅུ་ལ་འཕར་ཡོད། འོན་ཀྱང་དེང་སྐབས་བརྒྱ་ཆ་དེ་ཉུང་དུ་འགྲོ་བའི་ཉེན་ཁ་ཡོད་པ་རེད། སོལ་རླངས་ཡང་ན་ནུས་ཤུགས་གཙང་མ་བསྟེན་རྒྱུར་ཡར་རྒྱས་ཕྱིན་པ་དེ་དཀའ་རྒྱུ་ཡང་ན་ཉམས་ཆག་འགྲོ་རྒྱུ་རེད། དེ་འདྲ་ཡིན་དུས་སོལ་རླངས་ཀྱི་རིམ་པ་ཆག་ན་ཡང་ན་གཞུང་གིས་ཆད་འཇགས་ཀྱི་ལས་གཞི་བཟོས་ན་ཡང་ན་མེད་ན་འཛམ་གླིང་གི་སྣུམ་གྱི་རིམ་པ་ཆུང་དུ་འགྲོ་ན་མ་གཏོགས་ང་ཚོས་ནང་ཚང་ཚོའི་ཁ་ལག་མང་བ་དེ་སོལ་རླངས་ཀྱི་ཐབ་ཀྱི་སྒང་ལ་བཟོ་རྒྱུའི་འགྱུར་བ་གཏོང་བ་ང་ཚོས་མཐོང་མདོག་ག་བོ་མ་རེད།
དེར་བརྟེན་བུད་མེད་རྣམས་ཀྱི་འཕྲོད་བསྟེན་ལ་གནོད་པ་ཆེ་བས་མེ་ཐབ་ལ་བརྟེན་མི་དགོས་པའི་དུས་ཚོད་མགྱོགས་པོ་བཞག་རྒྱུའི་རེ་བ་མེད་སྲིད་པ་རེད་འདུག་ཨན་ཇི་ན་བྷ་སི་རི་ཇཱ་ཡིས་བཏང་པའི་གནས་ཚུལ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སུ་ནམ་ཡང་འཛོམས་ཡིན།